སྐུ་པར་ལ་སྐུ་པར་ལ་རྐང་པའི་རྩིས། དཔེ་ཆ་ལ་རྐང་པའི་རྩིས། ཨེ་ནས་སངས་རྒྱས་བཅོམ་ལྡན་འདས་སྐུ་དང་གུ་རུ་རིན་པོ་ཆེ་སྐུ་དང་སྤྱན་རས་གཟིགས་སྐུ་ལ་རྐང་པའི་རྩིས་བྱེད་མཁན་མི་འདི། ཨ་ནི། ཚབ་མི་ཚབ་ཅན་འདི་ཨེ་ནི་ཨིང་ལན་ལ་དེ་མཁན་གཅིག་རེད་ཞུ་ཡ་ཡིན་རོ། ཨེ་མི་འདི་རྔེ་མ། དཔལ་ནོར་རིན་པོ་ཆེ་གོང་པ་ལ་དཔེ་ཆ་བལྟ་དེ་མཁན་མི་གཅིག་རེད་གྲྭ་བ་གཅིག་རེད་ཞུ་ཡ་ཡིན་རོ། འདི་གིས་ཁོས་གི་ལས་ཀ་བྱེད་སྟངས་བལྟས་བལྟས་ན། བོད་པའི་ཞབས་འདྲེན་མ་རེད། དེ་ལ་ངོ་རྒོལ་མཐའ་གཅིག་ཏུ་ཡོད་ཞུས་ཡས་རོ། ཞབས་འདྲེན་ཞབས་འདྲེན་མ་རེད་ད་ལྡི་ལི་ཞབས་འདྲེན་ཡོད་རེད། ཆོས་ཤེས་མཁན་གཅིག་གིས་ལས་ཀ་འདི་ལེན་བ་ཡིན་ན། ཨནི་གནས་ཚུལ་ག་བ་ལས་སོ། འདི། ག་ཅེ་ནི་ཁོས་འདི་བྱེད་དགོས་རེད།

ད་རྡ་རམ་ས་གནས་ཚུལ་ལྟར་དང་གྲོས་ཚོགས་གནས་ཚུལ་ལྟར་ཟེར་བ་གྲོས་ཚོགས་ཚོགས་ས་ལ་མི་སུམ་བརྒྱ་བཞི་བརྒྱ་ཅིག་རྒན་ཁོག་སུམ་བརྒྱ་བཞི་བརྒྱ་ཅིག་སྦེ་ལོ་ཀོ་པི་དང། ཧུང་སུར་དང་འདི་གས་ནི་ཁྲིད་ནི་འགྲོ་འདུག་ག་ཨོ་དེ་ག་ཅིག་ནི་འགྲོ་རེད། འདི་གས་དེ་དར་ནག་ཚོགས་པའི་གི་པད་ཤག་རྒྱ་མི་ཙང་ནས་པད་ཤག་གླས་ནི་ཨོ་དེ་གི་ལན་འདེབས་བྱས་ལ་ད་དེ་ཚབ་བུ་ལོང་སད་གོ་ར་ཨོ་དེ་གི་ཆེད་དུ་ལ་རྡ་རམ་ས་ལ་ཡོང་རེད་ཞོན་ཡིར་བ།

འདི། རྒྱ་མི་ཕོག་དཔེ་ཁ་སྤྲད་ཡོད་རེད་ཟེར་ཏེ་ངའི་ལག་པ་མར་བལྟ། འདི New York Times གི་ཚགས་པར་གྱི་ཞིབ་འཇུག་ཅིག་ནས་སྙན་ཐོའི་ནང་ལ་འདི་ཐོན་ཡོད་རེད་བལྟ། འདི་གཅིག་པོ་བོད་པ་གཅིག་པོ་ལ་སྤྲད་ཡོད་མར་བལྟ། ད་ལྟ་རྒྱ་གར་ནང་ལ་གསར་འགོད་པ་དང་ཚོགས་པ་ཁ་ཤས་ལ་དཔེ་ཤ་ཕུན་ཆེན་པོ་སྤྲད་ཡོད་རེད། ཡང་ན་ཕུན་ཆད་དེ་བོད་པ་ལ་སྤྲད་ཡོང་དང། རྒྱ་གར་ལ་སྤྲད་ནས་དེ་མོ་དེའི་གཞུང་ལ་སྐྱོན་བརྗོད་བྱེད་ཡ་དང་སྤྱི་ཚོགས་ནང་ལ་རྙོག་གླེང་བཟོ་ཡ་གི་བཀྲམ་ཡ་གི་ཆེད་དུ་ལ། News Click གཅིག་པོ་ལ་ཀ་རོར་སུམ་ཅུ་སོ་བརྒྱད་སྤྲད་ཡོད་རེད། དེ་སྤྲད་ཡོད་མེད་དེ་ཁ་ཚ་ངེས་ན་ངས་དེའི་ནང་ལ་རྒྱ་གར News གི་སྒྲ་སྒམ་དེ་འདྲས་བཏང་སོང་བ་དེ་ཡག་པོ་ཉན་དང། གནས་ཚུལ་དེ་འདྲས་ཧ་གོ་ཡོང་གི་རེད། དེ་གཅིག་པོ་མ་གཏགས་ཨ་རིག་ནང་ལ་དཀྲོག་གཏམ་བཤད་ཡ་སྐད་ཆ་དཀྲོག་གཏམ་བཤད་མཁན་གྱི་ལ་དཔེ་ཤ་སྟག་འཇོག། England ལ Australia འདི་ཚང་མ་ལ་རྒྱ་མི་འགྲོ་སོང་བཏང་ཡོད་ད། Germany ཚང་མ་ལ་རྒྱ་མི་འགྲོ་སོང་བཏང་ནས་འདི་འདྲའི་མི Propaganda བཤད་མཁན་དེ་དཀྲོག་གཏམ་བཤད་མཁན་འདི་འདྲའི་མི་བཏང་ཡོད་ད། དཔེ་ཤ་ག་མེད་དེ་མེད་བཏང་ཡོད་ཁུ། འདི་དཔེ་ཤ་དེ་བཏང་བཏང་དེ་ག་འདྲས་བཏང་རེད་རྒྱ་མི་ཐད་ཀར་བཏང་ཡོད་མ་རེད་ད།

News International News འདི་ཚོ་ནང་ཡོད་སྐད་ཆ་ཡག་པོ་ཉན་དང་ག་འདྲའི་བཀྲམ་མཁས་བ་བཀྲམ་འདུག་རྒྱ་གར་རྒྱ་གར་གྱི་གཞུང་གིས་ལོ་གསུམ་ལྔའི་ལ་དེའི་དོགས་པ་བསལ་ནས་ཞིབ་འཇུག་བྱས་ནས་བརྒྱུད་རེད་ད། ཨོ་དེ་འདྲས་རེད་ར། ད་དེ་འདོད་ཁ་སང་ཨེ་མ། ག་ས། དྲ་སྐམ། གླིང་ཚའི་ཟིན་བྲིས་ནང་ལ་འདི་སྐད་ཆ་བྱུང་བ་རེད། ངས་ཤེས་ཡ་བྱུང་ར། ད་དེ་ཡིན་དུས་ད་ད་ད་ད་ནགས་ཚོ་ཨ་ཙི་ད་ཙི་ད། མི་ཚོ་ཧ་གོ་ཚ་ཤག་ད་དེ་ང་ཚོ་རྒྱུས་ན་དེ་ནག་པོ་ཆགས་ས་རེད་བསམ་ནས། བྱས་ནས་ལམ་སང་ལམ་སང་ཁོ་ཚོ་གྲུམ་བཟོས་རང་གི། གི་ཤི་སྨོན་ལམ་མཐར་ཕྱིན་ག་ལ་གཡུག་གས་ལོས་ལྟ་རེད་ད། དེ་ལོས་དགེ་བཤེས་སྨོན་ལམ་ཚར་ཆེན་དེ་དཀར་པོ་དཀར་རྐྱང་རེད་ད་མི་དཀར་པོ་ལ་ཞྭ་མོ་ནག་པོ་གཡོག་ཡག་གི་ཐབས་ཤེས་ཕྱིན་ནས་འདིའི་ཁུངས་དམུ་རྒྱུད་ནི་ད་ག་འདྲས་མྱངས་བསྡད་འདུག་ད་དེ་ཚང་མའི་ཧ་གུག་འདུག་ཨ། འོ་དེ་རྒྱ་རི་གྲོ་མ། ཟླ་བ་ཕུན་སྐྱིད་ཟླ་བ་ཚེ་རིང་སྤེན་པ་ཚེ་རིང་འདི་ཚོ་ཚང་མ་རེད་ད། འོ་འདི་ཚོའི་སྤུ་རག་རུབ་ནས་མི་དཀར་པོ་ལ་ཞྭ་ནག་པོ་གཡོག་ཐུབ་ཡས་འདུག་ཨེ་ད་ནི་ཐབས་ཤེས་ཕྱིན་ནས་འདི་གྲུམ་ཟོས་ཀྱོག་རེད་ད་བསམ་མནོ་བཏང་ད། གལ་སྲིད་རྒྱ་མིའི་སོ་བ་གཅིག་ཀ་ལོན་པུའུ་ཨེ་ཡོན་དང་སི་ཀིམ་ཨེ་ཡོན་དུ་ཚུར་འགྲོ་བདེ་བ་ཧ་གོ་གོ་ན་ཨེ་ཁོ་ཚོ་དེ་རྒྱ་གར་གྱི་ས་དབང་ལ་ག་ཅིག་བླ་ཡོད་མ་རེད། ཨེ་ཁོ་ཚོ་ཁོ་ཚོ་དེ་གའི་དེ་རྒྱ་མིའི་སོ་བ་ཡིན་པ་ག་འདྲའི་ངོ་ཤེས་རེད།

ཉིས་སྟོང་ཉི་ཤུའི་སྐབས་ལ་ང་ཚོས་ལགས་སོ། འོ་དེ་སྤེན་པ་ཚེ་རིང་ཟེར་མཁན་དང་དར་ནག་ཚོགས་པ་ལ་ཕྱོགས་ཡོད་རང་གིས་འོས་བླུགས་ན་ཞབས་འདྲེན་ཞུ་གི་རེད་ད་ཞབས་འདྲེན་ཞུ་གི་རེད་ད་ད་ཞབས་འདྲེན་ཞུ་གི་འདུག་ཨ། འོ་དེ་རེད་ད། རྡ་རམ་ས་ལ་ཁུངས་ལུང་ཡོད་མ་རེད་ད། ཁུངས་ལུང་ཡོད་མ་རེད་ད་དེང་སང། ཀྲི་སི་བྷི་དེ་གནས་སྟངས་དེ་ཚོའི་སྟངས་དང་ཀྲི་སི་བྷི་དེ་ཚོ་ག་འདྲའི་ཆགས་འདུག་པད་ཤག་སྤོ་ལ་ལྐོག་ཟ་རེ་ཟུང་བྱས་ད་སྤུ་གུ་ལ་ཁ་ལག་ཡག་པ་སྤྲད་ཡས་མེད་མཐུན་རྐྱེན་བཞག་ཡས་མེད་དེ་ཡོད་རེད།

དེ་ཡང་དེ་ཡང་ལེའུ་དག་འདི་གཡང་དཀར་ལགས་རེད་མིང་བརྡ་མར་འགོར་རྐྱེན་བརྒྱད་པ་རེད་ཨནེ་མོ་ལ་ཁ་ཚ་ངན་མ་ཟླ་བ་གསུམ་ཞིག་ངན་ལ་ངན་མོ་ལ་ལྷ་ཡན་དག་ཟླ་བ་ཞིག་རེད་ཟླ་བ་བཞི་ལྔ་ཞིག་རེད་འདི་ངན་ལ་ངན་མོ་ལྷ་ཡན་དག་ཨོའི་ཁྱོད་ཚོ་འདི་འདྲའི་གྲ་སྒྲིག་བྱེད་གི་འདུག་དེ་ལ་ཐེ་ཇུས་མ་བྱེད་མ་གཏོགས་ཨོའི། འདི་རྒྱ་མིའི་ཕོག་ཟ་ནི་ལས་ཀ་ལས་བདེ་སྐྱོག་རེད་ད་འདི་ཁྱོད་རང་འདི་བྱེད་ན་ཞུ་མ་བོད་པའི་སྤྱི་ཚོགས་ནང་དོང་པོ་སྟེང་ཡང་མེ་བ་ཆག་གི་རེད་ད་འགྲོ་ཡ་ཡོ་མར་ད་ལྷ་ཡན་དག་མོ་ལ་ངོ་བཞིན་པ་ཡིན་པ་ཆ་བཅས་ནས་བསླབ་བྱ་བརྒྱ་ཡིན་ད། མོ་རྡ་རམ་ས་ལ་གཏེར་དཔོན་གྱི་ནི་ལས་དུ་བ་སོ་བསྟན་མས་མོ་ལ་པེ་ཤ་ར་གོ་ཟེར་བ། ཨོ་འདི་པོ་ར་རྒྱལ་མས་པེ་ཤ་ས་རང་གི་ཁྲབ་འདི་གོ་རེ་ད་གཞན་པ་གོ་པ་རྒྱུ་མཚན་གང་འདུག་ད་དོན་དག་དོན་དག་གང་ཡོད་ལ་གོ་རེ། རྒྱུ་མཚན་ག་རེ་ལ་བརྟེན་ནས་རྡ་རམ་ས་ལ་སླེབས་ཡོད་ལ་གོ་རེ། རྒྱུ་མཚན་ཅི་ག་ཡོད་མར་ཁོང་ཚོས།

སྔོན་ནས་ཅི་ནས་ད་ཐེངས་དགོས་ཡའི་རྒྱུ་མཚན་མི་འདུག་ར། བསམ་ན་ད་ད། ལས་ཀ་དུག་ཅག་དེ་འདྲའི་ལས་མཁན་གྱི་རྒྱབ་ལ་ད་ལྟ་ང་ཚོའི་མངའ་རིས་བ་མི་དེ་འདྲའི་ཡོད་རྫོགས་རྫོགས་རྣམ་འགྱུར་སྟོན་པ་དེ་ཞབས་འདྲེན་མ་རེད། ཡའི་ཞབས་འདྲེན་མ་རེད། སངས་རྒྱས་བཅོམ་ལྡན་འདས་སྐུའི་བཀའ་ལ་རྐང་པ་བཞག་མཁན་ལ་རྒྱབ་སྐྱོར་རྣམ་པ་བསྟན་ར། ང་རེ་མི། རྒྱ་བོད་རོང་པོ་གཅིག་སྐུ་པར་ཁ་ལ་རྐང་པ་བཞག་ཆོག་དེ་ལ་རྒྱབ་སྐྱོར་ཡོད་པའི་རྣམ་པ་བསྟན་རོགས། དགུ་རོང་པོ་གཅིག་སྐུ་ལ་རྐང་པའི་དོགས་ཟིན་བཏང་ཆོག་དེ་ལ་རྒྱབ་སྐྱོར་ཡོད་པའི་རྣམ་པ་བསྟན་རོགས། དེའི་ཚེ་མར་ཟ།

དེ་དུས་ཀ་ལི་ཀ་རེ་ལ་བསྟན་འཛིན་ལུང་རྟོགས་སྐད་ཆ་དྲིས་རིགས་དང། ཁོས་དེ་འདྲས་དེ་འདྲས་བྱེད་ཀྱི་འདུག་དཀྲོག་གཏམ་དེ་འདྲས་དེ་འདྲས་སྤེལ་ནས་རྒྱ་མི་ལ་དེ་འདྲས་བྱེད་ཀྱི་འདུག་ཨེ་ནས་རྒྱ་མི་ལ་འབྲེལ་བ་དེ་འདྲས་བྱེད་ཀྱི་འདུག་དེའི་ཐོག་ལ་ཁྱོད་རང་ག་རེ་བསམ་བློ་ཡོད་ལབ་དུས་ཁོས་ཁོས་ཀྱི་དབུལ་དྲག་བསྟན་འཛིན་ལུང་རྟོགས་དང་དྲི་བ་གཏང་མཁན་དེ་ཚོ་ལ་དོགས་པ་ཡོད་ལ་རེད་ད། ག་ཟེར་ན་དེ། སྤྲུལ་སྐུ་གཡོ་སྒྱུའི་ཉི་མ་ཟེར་དེ་སྤེན་པ་ཚེ་རིང་གྲོགས་པོ་རེད། ཁ་ཚ་ངའི་ཁུར་པར་བཏང་སོང་ཁོ་གཉིས་སྤེན་པ་ཚེ་རིང་མཉམ་རྫོགས། སྤེན་པ་ཚེ་རིང་མཉམ་རྫོགས་ལ་མི་ལ་རང་བཙན་རྒྱ་བ་རོན་པོ་ཅན་དང་བླ་ཆེན་ཚང་མ་ལ་ཁ་བཏང་བསྡད་མཁན་དེ་སྤེན་པ་ཚེ་རིང་གྲོགས་པོ་རེད། ཐུབ་བསྟན་ཐོག་མའི་ཟེར་མཁན་གྲྭ་ལོག་དེ། དེ། ཁ་ཚ་ངའི་མ་བླ་ཆེན་ཚང་མ་ལ་ཁ་བཏང་སོང་དེ་སྤེན་པ་ཚེ་རིང་གྲོགས་པོ་རེད་དོ་ཨ། ཨོ་སྤེན་པ་ཟེར་བའི་གྲོགས་པོ་ཚོ་ཚོ་པུ་ར་འདི་འདྲས་རེད་ད་བསམ་བཟང་ད་ད། མི་དུག་རེད་ངེད་ཚོའི་པུ་ར་ཁོའི་གྲོགས་པོ་མིན་ཚེ་གྲོགས་པོ་ཡིན་པ་དེ་གཅིག་མི་གཅིག་ཡིན་ན་ད་པར་བརྒྱབ་ན་ད་ཡིན་པ་ཆགས་ཆགས་ཁོས་ག་དུས་ན་ཡར་འགྲོ་མར་འགྲོ་པར་ཉམས་ཏོག་ཐེབས་སྲིད་པ་རེད་འདི་ནི་མ་རེད་ད། ད་ད་ད།